མོས་སྤུས་ཚད་མཐོར་འདེགས་ལ་མེད་དུ་མི་རུང་བའི་ཤོག་ལམ་བྱུང། དེང་སང་གཙང་བོ་ནང་གི་མི་རིགས་དང་རྒྱལ་ཁབ་བར་གྱི་མི་ཡི་སྤུས་ཚད་ཐོག་ནས་ཨང་རིམ་གྱི་ཁྱད་པར་ཞིག་ཤར་ཡོད་པ་རེད། ཉི་ཧོང་ནི་ཨང་དང་བོ་རེད་འདུག་ཨ་མི་རི་ཀ་ཨང་གཉིས་པ་རེད། བརྒྱ་ན་ཨང་བརྒྱ་དང་དྲུག་ཅུ་རབ་བརྒྱ་པ་རེད་འདུག་ང་ཚོ་བོད་པ་ཚང་གི་ནང་ཨང་བརྒྱ་དང་དྲུག་ཅུ་རབ་བརྒྱ་པ་མིན་ནམ་བརྒྱ་དང་དྲུག་ཅུ་ར་ལྔ་དང་ཡང་ན་བརྒྱ་དང་དྲུག་ཅུ་རེ་དྲུག་ཙམ་ཅིག་ཡིད་པར་ཡིན་རྒྱུ་རེད་དེས་ན་མི་ཡི་སྤུས་ཚད་དེ་ཇི་ལྟར་མཐོར་འཛེགས་སུ་གཏོང་དགོས་པ་རེད་ཟེར་ན། གཅིག་གི། རྒྱུན་པར་ཁ་པར་གཏོང་འདོད་སྐད་ཆེན་པོས་ཉེ་འཁོར་གྱི་མི་རྣམས་ལ་བར་ཆད་དང་སུན་པོ་བཟོ་མི་རུང། གཉིས། མི་གཞན་ལ་སྐད་ཆ་བཤད་སྐབས་སྐད་གདངས་ཅུང་དམའ་མོ་དང་ངག་ཚིག་འཇམ་ལ་སྐུལ་ཚིག་ལྡན་པའི་སྒོ་ནས་སྐད་ཆ་བཤད་དགོས། གསུམ། མི་གཞན་གྱིས་ཁྱོད་ལ་བགྲོད་ལམ་དང་ས་གནས་སོགས་དྲིས་སྐབས་ངག་བཞམ་པོ་དང་རྣམ་འགྱུར་ལེགས་པའི་སྒོ་ནས་ལན་འདེབས་དགོས། བཞི། མཛེས་བཟའ་དུས་འུར་ཆེན་པོ་བརྒྱབ་སྟེ་རྒྱན་བཏགས་ལ་བར་སྤྱི་དང་སུན་པོ་མ་བཟོ། ཁོར་ཡུག་དང་བསྟུན་བྱེད་དགོས། ལྔ། རྫ་ཁང་ནང་ནས་རྫ་མ་ཁེར་ལྔ་བྱས་ཙམ་ལ་ཁོང་ཁྲོ་ལངས་ཏེ་ཅོག་ཙེ་བཙུགས་དུས་ཁོ་ཚོས་བསྣུན་པ་དང་འཇའ་བྱེའི་བར་ཚིག་རྩུབ་སྨྲ་བ་སོགས་མི་རུང། དྲུག། རྫ་ཁང་ནང་ནས་རྫ་མ་བཟའ་སྐབས་མཛེས་ལག་སྟོང་བྱུང་ན། གོང་སྨྲས་ནང་ལུགས་དེ་ངེས་པར་དུ་ཕྱིར་ཁྱིམ་ནང་དུ་སྐྱེལ་དགོས། བརྒྱད། ཆོས་འཇིག་རྟེན་གང་གི་ངོས་ནས་བཤད་ན་དོན་སྨྲས་ཀྱི་མི་ལ་ཉེས་སྤྱོད་དང་དམའ་འབེབས་ཚིག་ངན་སྨྲ་བ་ནི་ཧ་ཅང་མི་ལེགས་པའི་ཤོར་ལམ་ཡིན་ཞིག་ཡིན་པས་དེ་དག་ལ་ངེས་པར་དུ་གཟབ་དགོས། ལམ་ནང་དང་ཁོར་ཡུག་སོགས་ག་ས་གང་དུ་དུང་ཆོས་ཞུ་བ་དང་ཆོས་ཕྱོགས་སོགས་གད་སྙིགས་འཕེན་པ་ནི་ཤེས་ཚད་མེད་པའི་བྱ་བ་ཡིན་པས་གང་བྱུང་དུ་གད་སྙིགས་མ་འཕེན། བཅུ། བཅོས་སྒྱུར་གྱི་ལམ་སྟངས་ཁོར་ཡུག་ལ་གང་བྱུང་དུ་གཏོར་བརླག་བྱེད་པ་ནི་ཚ་ལས་བརྒལ་བའི་ཁྲིམས་འགལ་གྱི་ལས་ཀ་ཡིན་པས་དེ་ལ་སྲུང་སྐྱོབ་བྱེད་པ་ནི་གཏོར་བརླག་གཏན་ནས་བྱེད་མི་རུང། བཅུ་གཅིག། དེང་སང་མི་རིགས་དང་རྒྱལ་ཁབ་གང་ཡིན་རུང་སྤུས་ཚད་ཡོད་མེད་ཀྱི་ཁྱད་པར་གཙོ་བོ་དེ་གཙང་སྤྲ་བཟང་ངན་གྱིས་བརྗོད་ཀྱིན་ཡོད་པས་རང་གི་ལུས་དང་བཅོམ་པ་ནས་ཁང། ད་དུང་ཁོར་ཡུག་སོགས་ལ་གཙང་སྦྲ་ལེགས་པོ་ཞིག་བྱ་རྒྱུ་ཧ་ཅང་གལ་ཆེ་བ་ཡིན། དེ་ལྟར་བྱས་ན་རང་བཞིན་ལ་གནོད་མི་འབྱུང་བར་སེམས་ཁམས་དྭངས་ཞིང་རྣམ་རིག་བཀྲ་བ་སོགས་ཕན་ཐོགས་རྒྱ་ཆེན་པོ་ཡོད་པ། བཅུ་གཉིས། ནམ་ཡང་རང་གི་ཤེས་རྟོགས་དང་བརྟག་ཞིབ་མཇུག་ཏུ་མ་བཏང་བའི་དགག་བྱ་གང་འདོད་དུ་བྱ་བ་ནི་རང་གི་དགག་བྱ་རང་གི་བཀའ་ལ་མ་འཁོར་བ་ཡིན་པས་ཅིས་ཀྱང་འཛག་གོ། བཅུ་གསུམ། ཤེས་ཚོགས་ཀྱི་སྒྲིག་ལམ་སྟེ། མི་ཚོགས་ཀྱི་བྱ་བའི་རིམ་པ་ལ་ཁྲིམས་སྒྲིག་རྒྱུ་དང་འགྲིམ་འགྲུལ་གྱི་སྒྲིག་ལམ་ཚང་མ་རང་མོས་ཀྱིས་བསྐྲུན་དགོས། ང་ཚོ་བོད་པ་ཚང་མས་མི་ཚོགས་མང་བོ་བཟོ་དུས་ཁྲིམས་མི་སྒྲིག་པར་འཚང་ཁ་རྒྱག་པ་རེད། འགྲིམ་འགྲུལ་གྱི་སྒྲིག་ལམ་ཡང་མི་སྐྲུང་བ་རེད། དེ་ནི་སྐྱོན་ཧ་ཅང་ཆེ་བ་དང་གོམས་གཤིས་ངན་པ་ཡིན་པས་ཅིས་ཀྱང་འགྱུར་བ་གཏོང་དགོས། ཕྱིའི་སྒྲིག་ལམ་ལ་རང་བརྩིས་ལྡན་དགོས། བཅོས་བཞི། མོ་གཞན་གྱིས་རང་ལ་མི་ལེགས་པའི་བྱ་བ་ཅུང་ཟད་རེ་བྱས་ཚེ་དེ་མ་ཐག་ཏུ་ཁོང་ཁྲོ་མི་ལང་བར་ཁོག་རྒྱ་ཆེ་དགོས། བཅོས་ལྔ། སྦྱིར་བཏང་དང་ཁོང་ཁྲོ་ལས་ལོག་ཐབས་ཤེས་ཀྱི་དམིགས་འབྲས་བྲིས་པའི་སྐབས་འདིར་བྱ་བཏགས་ལ་དགག་བྱ་མ་བྱས་ན་ཙམ་དེ་ཙམ་མ་ཐུབ་ན་ལག་གཏན་ནས་བཤོལ་མི་རུང། སྦྱིར་བཏང་ལངས་སྐབས་མཛོད་སྐྲུན་མ་ཐུབ་པར་འཇིན་ལ་ལག་བྱུང་བ་ཡིན་ན་མཐར་ཁྱོད་ལ་ཕམ་ཁ་མ་གཏོགས